དཔེ་བརྗོད་ཅིག་ཁོ་ནར་བཀོད་པར། མཐོང་བྱུང་ཟེར་སྣང་ཟེར་ཡ་དེ་དེ་འདྲ་ཞིག་མཐོང་བྱུང། དེ་ནི་དེ་མ་ཡིན་པའི་ཡང། དབང་གིས་ཟེར་འདྲ་བུ་རྐྱེན་གྱིས་ཟེར་འདྲ་བུ། ཅིག་དེའི་སྟབས་ཀྱིས་ཟེར་ལ་སོགས་པ། སོགས་ལ་ནི་བས་དང་བས་འབྲི་སོར་མེད་ཀྱང། རེ་བ་ད་དེ་ལས་ཡང་དུ་ནི་གྱིས་མ་གཏོགས་དུ་ནི་བས་དང་བས་འབྲི་ཡ་གི་སོར་ཡོད་མ་རེ་བ་མེད་ཀྱང། ད་དོན་འདི་ནི་དེ་དང་བེད་ཀྱི་དོན་དང་ཁྱད་པར་མེད་དེ། ཁྱེད་རྩ་བ་ནས་མེད་པ་ཞིག་རེད་མེད་དེ་ཟེར་གཏན་ཚིགས་འདྲེན་པའི་ལྷག་བསྡུས་བྱེད། གཏན་ཚིགས་གང་ཡོད་ཟེར་ན་དཔེར་ན། སེམས་དགའ་བའི་རྐྱེན་གྱིས་བྲོ་འཁྲབ་ཟེར་པ་དེ་དང། བྱིས་པ་ལྟ་བུར་མཚོན་ན་སེམས་དགའ་བས་བྲོ་འཁྲབ་དང་དོན་གྱི་ཆ་ནི་ཁྱད་པར་མེད་པ་རང་རེད། རེད་དེ་ནས་ཚིག་གི་ཆ་ནི་བྱས་ན། རྐྱེན་པས་དགྲ་བགེགས་བསྟབས་པས་ཟས་དབང་པས་ཟས་འདྲ་བོ་ད་དེ་འདྲའི་དུས་ཚོད་མེད་པ་ཅིག་རེད། ཡིན་ན་ཡང་དོན་གྱི་ཆ་ནས་བྱས་ན་གཅིག་པ་རེ་ཁྱད་མེད་པ་ལྟ་བུའོ། འོ་གོང་དུ་བཤད་པ་ལྟར་རྒྱུ་མཚན་སྟོན་པའི་བྱེ་བྲག་ནི། ཆོས་བརྒྱུད་ཀྱི་མིང་ངམ་ཡང་ན་བྱ་ཚིག་ཅིག་གི་མཐར་འཇུག་པ་ཡིན་ཡང།

རྣམ་སྨིན་མ་ཡིན་པའི་རྒྱན་བསྡུས་ཀྱི་ཕྲད་བཤད་པ་ལ། འདིའི་ཕྲད་ཀྱིས་ཀྱང་རང་ཡང་གསུམ་ཡིན་ཞིང་འདིའི་ཕྲད་ནི། འོ་ད་ཕྲད་ངོ་མ་འདི་ཀྱང་ཡང་གསུམ་རེད། ད་འདི་ལ་སྒྲ་སྦྱོར་དང་དོན་སྦྱོར་གཉིས་ཡོད་པའི་ནང་ནས། རྗེས་འཇུག་ལ་བསྟུན་དགོས་པའི་ཕྲད་ཡན་ཚ་སྒྲ་སྦྱོར་ཞིག་ཡོད་བཤད་དགོས་ཅེས་ཟེར་བ། དེ་འདྲའི་ཡན་ཚ་སྒྲ་ཡི་སྦྱོར་བ་ནི། རྗེས་འཇུག་དགའ་དག་བག་ས་བཞི་དང། དེ་ནས་ད་དྲག་ཆེན་བརྒྱད་ཀྱི་མཐར་ལ། མཐར་ལ་ནི་བརྐྱང་བཟས་ཏེ་འཇུག་གོ་རེ་ཟེར་བརྐྱང་འཇུག་པ་དང། དག་སྣང་བཞི་རྗེས་འཇུག་ང་ན་མ་ར་ལ། བཞི་ཀྱི་མཐར་ལ། དེ་ནས་ཡང་འཇུག་གོ་ཡང་རེ་བ། རྗེས་འཇུག་བ་དང་མཐའ་མེད་བརྒྱད་ཀྱི་མཐར། རྐང་པ་ཁ་སྐོང་དགུ་བསྲེ།

ཡང་བརྗེ་དགོས་པར་བསྟན་མོད། དེ་ཡང་མི་མཐུན་པའི་སྐྱེ་འཇིག་ཀྱི་རེ་བ། སྔོན་དང་ད་ལྟའི་འབྲི་སྲོལ་ནང་ད་དྲག་མི་ཐུབ་པའི་དཔེར་ན། ཡིན་དང་མིན་སོགས་ཀྱི་མཐར་རྐྱང་དྲག་འཇལ་བ་མི་ཉུང་བ་ཞིག་མཐོང་དུ་ཡོད་པ་དག་ནི་མ་དག་རྒྱུ་མཚན་གྱི་སྐྱོན་མིན་ནམ་སྙམ། ངོ་ད་ག་རེ་རེ་བ་ད་དྲག་ཡོད་པའི་ན་ར་ལགས་སུམ་དགུ་མཐའ་ལ་ད་རྒྱང་བཞར་དགོས་གོ་རེ་རེ་དེ་གཅིག་ཡིན་ཟེར་ཡ་ད་མིན་ཟེར་ཡ་འདྲ་པོ་དེ་འདྲ་ཡིན་ན་ད་ད་དྲག་རྩ་ནས་མེད་པ་ཞིག་རེད་རེད་དེ་ད་དྲག་མེད་པའི་ད་ནི་དེ་ན་ཡིན་ད་མིན་གི་གཞུག་གི་ལ་ཡིན་རྒྱང་ཟེར་ཡ་འདྲ་པོ་མིན་རྒྱང་ཟེར་ཡ་འདྲ་པོ་རེ་བ་ད་དེ་འདྲའི་གི་རྒྱང་འདྲ་བཞར་བ་དེ་མི་ཉུང་བ་ཞིག་དེ་ནས་མཐོང་ཡ་འདུག་ད་ཡོད་པ་དེ་ཨེ་ནི་ཕལ་ཆེར་མ་དག་རྒྱུ་མཚན་གྱི་སྐྱོན་མིན་འགྲོ་བསམ་གི་འདུག་ཟེར་ང་རང་གི་དེ་ན་ད་ང་རང་རང་གི་བསམ་ཚུལ་ཙམ་རེད་ཨང། དེ་ལ་ཁ་ཅིག་གིས་གཞན་དང་མིན་སོགས་ལ་བརྡ་དག་ཐོབ་པས་ཀྱང་འདྲི་རུང་ངོ་ཞེ་ན། ད་ཡང་ཁ་ཅིག་གིས་ཟེར་ན་ཨོ་ད་འདི་ཀྱང་ཟེར་ཡ་དེ། ཡིན་དང་མིན་གཉིས་ཀྱི་བཞུགས་སྒོ་ལས་ཀྱང་འགྲུབ་པས་རེད་ལ་སྤྲུལ་སྐུ་ཡ་དེ་ཡིན་མིན་གཉིས་ལ་ཏན་ཏན་བརྡ་དག་ཡོད་རེད་ཟེར་ན། ད་དེ་ལ་ལན་ག་རེ་རྒྱག་དགོས་རེད་འོ་ན།

ད་དེ་ཡང་གཅིག་གིས་རྒྱན་སྟོན་དགོས་འདྲ་ཡི་སྦྱོར་བ་དེ་རེད། ད་རྒྱན་སྟོན་གྱི་དོན་གྱི་སྦྱོར་བ་དེ་གང་ཡང་གསུམ་གྱི་དོན་དག་ག་རེ་སྟོན་དགོས་ཡག་རེད་ཟེར་ན་འཕྲོས་དེ་དག་ཟེར་དེ་དག་གང་ཡང་ཡང་དེ་གསུམ་པོ་རེད་མཐུན་པའི་རྒྱན་དང་མི་མཐུན་པའི་རྒྱན་བསྡུས་པའི་དོན་བཅས་གསུམ་ལ་འཇུག་པའོ། གང་ཡང་དེ་གསུམ་ལ་འཇུག་པ་དང་པོ་མཐུན་པའི་རྒྱན་དེ་ག་འདྲ་ཞིག་རེད་ཟེར་ན་རེ་བ། མཐུན་པའི་རྒྱན་དེ་ནི་མུན་པའི་སྨག་རུམ་སྔགས་ཀྱང་སྔགས། བདེན་པའི་གཏམ་ནི་བཤད་ཀྱང་བཤད། དོན་ཆེན་བྱ་བ་འགྲུབ་ཀྱང་འགྲུབ། མཐོང་བའི་ཡུལ་ལྗོངས་མཛེས་ཀྱང་མཛེས། དཀའ་གནད་གཞན་ལ་བསྟེན་ཀྱང་བསྟེན། གང་སྒུག་མནོ་བསམ་བཏང་ཡང་བཏང། གྲོགས་ཀྱི་བཤད་པ་བདེན་ཡང་བདེན། ཆེ་ཆུང་རིང་ཐུང་མཉམ་ཡང་མཉམ། ཤར་ནས་ཉི་མ་ཤར་ཡང་ཤར། ཡིད་མི་དགོས་ནི་གསལ་ཡང་གསལ། རང་གི་སེམས་ནི་དགའ་ཡང་དགའ། སྤོས་ཀྱི་དྲི་མི་སྤྲོའང་སྤྲོ། སོགས་ལྟ་བུ་གོ། ད་འདི་ཡི་ཚིག་ཅི་ཞིག་གི་ལམ་ནས་བརྗོད་བྱ་རེད་ད་ཚིག་ཅི་ལྟར་ཡིན་དང་མིན་གྱི་ཁྱད་ཀན་མི་འདུག་གང་ལྟར་མཐུན་པའི་རྒྱན་ཟེར་ཡ་དེ་རེད། ད་འདི་ལ་ཡང་མཁས་པ་ཁ་ཤིག་གིས་ཅིག་བཞེད་ཟུར་མི་འདྲ་བ་དྲན་པོ་རེ་ཡོད་རེད་དེ་ལྟར་ཟུར་དེ་པན་ཆེན་གྱི་བདག་གི་ལུགས་ལ་བྱས་ན། མཐུན་པ་ཟེར་ཡ་དེ། གལ་སྲིད་ང་ཚོའི་མཐུན་མིན་རྣམས་མཐུན་པ་ཡིན་ཟེར་ན་རེ་བའང་བརྣག་ཀྱང་བརྣག་ཟེར་གྱི་དེ་ན་དེ་གང་འདྲ་དེ་གི་ཨ་ནི་སྟག་ལ་ཡོད་པའི་དགའ་བོ་ནག་གང་ནག་ལྟར་འོག་ལ་ཡོད་པའི་དགའ་བོ་ནག་གང་ནག་གཉིས་ཚིག་མཐུན་པ་ཙམ་གྱི་ཆ་ནས་དེ་མི་མཐུན་པའི་རྐྱེན་ལ་བཞག་པ་རེའང་དེ་འདྲ་ཡིན་གསུངས་ཡོད་རེད་དེ་འདྲ་ཡིན་ན་ད། གོ་བདེ་པོ་ཞིག་རེད་རང་ད་ལྟའི་ཆེད་དེ་ནས་གཉིས་པ་མི་མཐུན་པའི་རྒྱན་ལ་འཇུག་པ་དེ་ད་ལྟ་དགོས་བཀག་ཀྱང་མ་ཐུབ་ཤོར། ད་ལྟ་དགོས་པོ་དེ་བཀག་པ་ཡིན་ན་ཡང་མ་ཐུབ་ཤོར་རེད་བ། བཀག་པ་དང་ཤོར་བ་གཉིས་ཀ་དེ་མི་མཐུན་པ་རེད་མི་མཐུན་པའི་རྒྱན་ཟེར་དགོས་ཡ་དེ། དྲང་གཏམ་བཤད་ཀྱང་ཡིན་མ་ཤེས། ཀ་ཚེ་སྤྲང་པོ་བྱས་པ་རེད་དེ་ཡིན་ན་ཡང་དེ་ལ་ཡིད་མ་ཆེས་པ་རེད་དེ་ཡང་དེ་ལ་མི་བསྟུན་པ་རེད་བ། ས་བོན་བཏབ་ཀྱང་འདྲེས་མ means འདྲེས་དེ་འདྲེས་དེ་འབྲས་བུ་གི་དོན་དག་རེད་ཨ། དེ་སྔ་རང་སོ་གཟར་རྒྱུའི་འདྲེས་ལ་གོ་ནས་མི་འགྲིག་ཡ་ད་གལ་མི་འདུག་དེ་ཡིན་ན་ཡང་ད་རེས་ཚིག་གི་འབྲུ་གུ་ཐོག་མའི་གོ་བ་ལེན་དུས་ས་བོན་བཏབ་པ་རེད་དེ་ཡིན་ན་ཡང་དེ་ལ་འབྲས་བུ་སྨིན་མ་སོང་ཟེར་ཡ་ཞིག་རེད། ལེགས་པར་བལྟས་ཀྱང་གཟུགས་མ་མཐོང། ཞིབ་ཏུ་བསྟན་ཀྱང་དོན་མ་རྟོགས། ལུས་སྟོབས་ཆུང་ཡང་དགྲ་བོས་བརྒྱལ། ན་ཚོད་ཆུང་ཡང་ལོ་རྩེར་ལྡན། ལོ་ན་ཉམས་ཡང་ལུས་མི་འདྲ། སེམས་ལ་ཤར་ཡང་བཤད་མ་ནུས། སྙིང་བོ་གསལ་ཡང་འུག་པ་ལོང། མགོ་བོ་ན་ཡང་སྨན་མ་གཏོང། དོན་ཀུན་གོ་བའང་ཅང་མི་སྨྲ་སོགས་ལྟ་བུའོ། རྟ་འདི་ལས་མི་མཐུན་པའི་རྒྱན་ཟེར་ཡ་དེ་རྟ་འདིའི་ཚིག་དོན་ཉིད་ཀ་དག་ནི། ཚིག་ཡག་ཐོན་མེད་ཨ། ཀྱང་ཡང་གསུམ་གོ། ལྟ་བ་གཉིས་ཀྱི་ཚིག་ཡང་མི་མཐུན་པ་རེད་དོན་དག་ཡང་འགལ་བ་ཡོད་པ་ཞིག་ཡིན་དགོས་ཡོད་རེད་དེ་ཡང་གོ་བདེ་པོ་རེད་ཨང། གསུམ་པ་བསྡུས་པ་ལ་འཇུག་པ་ནས། ཨ་དང་ཀྱང་ཡང་གསུམ་བསྡུས་པའི་དོན་ལ་འཇུག་པ་དེ། ཁྱེད་ལྟར་བདག་ཀྱང་གནས་འདིར་དགའ། ཁྱེད་ཀྱང་མ་འཇོན་གནས་འདིར་བཞུགས། ད་དེ་ག་འདྲ་རེད་ཟེར་ན་ཁྱེད་ལྟར་བདག་ཀྱང་གནས་འདིར་དགའ་ཟེར་ཏེ་ང་ཡང་གནས་འདིར་ས་ཆ་འདི་ལས་ཞེ་དྲག་དགའ་པོ་འདུག་ཟེར་གྱི་ཡོད་རེད།

ང་ཡི་དགའ་པོ་ཡོད་ཟེར་གི་རེད་ལྷ་ས་གི་ནི་ད་འདི་ང་ཡི་ཁྱད་མ་ཟེར་ང་ཡི་དགའ་པོ་ཡོད། དེ་ནང་བཞིན་གི་རེད་ཁྱེད་དེར་ཨང་ཁྱེད་དེར་བདག་ཀྱང་ནི་འདིར་དགའ་ཟེར་དེ་འདི་ཀྱང་འདི་འདི་བདུད་འདྲ་རེད་ག་རེ་བདུད་པ་རེད་ཟེར་ནས་ཁྱེད་བདུད་པི་རེད་ཟེར། ཁྱེད་དགའ་བ་ཙམ་མ་ཟེར་ཟེར་ཡས་དེ་དེ་བདུད་པི་དང་བདག་ལ་འགྲོ་གི་ཡག་རེད་ཨ་ནི་ས་ཆ་འདི་ལ་ང་ཡང་དགའ་ཟེར་ཁྱེད་ཀྱང་མམ་ཅོན་ནི་འདིར་བཞུགས་ཟེར། ཨེ་ཁྱེད་ཚང་ཁྱེད་རང་ཡང་མ་ཕེབས་རོགས་གནང་ཟེར་དེ་དེ་ནས་ཨེ་ནས་ང་ང་འགྲོ་གི་མིན་ཟེར། ས་ཆ་དགའ་པོ་ས་ཆ་འདི་སྐྱིད་པོ་འདུག་དགའ་པོ་འདུག་དེ་འདྲ་ཡིན་ས་ང་འགྲོ་གི་མེད་ང་མི་འགྲོ་བ་ཙམ་དུ་མ་ཟད་ཁྱེད་མ་ཕེབས་རོགས་གནང། ཀུན་ཀྱང་ངས་འདིར་འགྲོ་བར་འགྱུར། བློ་བཟང་ཡང་ནི་དེ་ལ་དགའ། རང་ཡུལ་ངས་ཡང་སུ་ཞིག་སྤོངས། རེ་བ་རང་ཡུལ་བཟང་པོ་ཡིན། ང་མི་སྤོང་བ་ཙམ་དུ་མ་ཟད་ངས་ཡང་སུ་ཞིག་གིས་སྤོང་གི་རེད་སྤོང་གི་མ་རེད་བ། ད་དང་དེ་ཡང་དེ་འདྲ་འདུས་པ་རེད། སྐྱོ་བ་ཙམ་ཡང་སྐྱེས་མི་འགྱུར། ད་རང་གི་ས་ཆ་འདི་ཕ་ཡུལ་རང་སྟེ་འདི་ནི་ས་ཆ་ངན་པ་ཞིག་ཡིན་ན་ཡང་སེམས་ཀྱི་ནང་ལ་སྐྱོ་བ་ཙམ་ཡང་སྐྱེས་མི་འགྱུར། གར་ཡང་འཁྲབ་ཅིང་གླུ་ཡང་ལེན། གནས་གནས་དེར་རྡོག་ཕྱིར་ཡང་ནི་མཆི། ང་ཡང་དེར་འགྲོ་འདོད་ཀྱིས་ལོ་འགའ་ལའང་དེ་ན་བསྡད་པར་གྱུར། ལོ་དེ་འདྲ་ཞིག་གི་ཚང་མ་བདུད་པའི་དགྲ་ཤ་སྟག་ཞིག་རེ་བ་གོ་བདེ་པོ་འདུག། ཞེས་སོགས་ལྟ་བས་ཅི་རིགས་པར་སྦྱར་བར་བྱའོ། དེ་དག་ལས་མཐུན་པའི་རྒྱན་དང་ཚེ་གང་དུ་བཤད་ཟིན་པ་གསུམ་ཡོད་པས་དེའི་ནང་ནས་མཐུན་པའི་རྒྱན་དང་མི་མཐུན་པའི་རྒྱན་ནི་སྟོན་པའི་ཕྲད་དང་ནི། ཆོས་བརྒྱུད་ཀྱི་མིང་དང། བྱ་ཚིག་གི་མཐར་འཇུག་པ་ལས་ཆོས་ཅན་བརྗོད་པའི་མིང་རྐྱང་པར་མི་འཇུག་པ་དང། ད་འདི་སྐད་ཅེས་ང་སོ་བལྟས་ཚེ། གཞི་བདག་འདྲ་པོ་ཅིག་ད་བཤད་ཡག་རེད་རེད་བ། ངན་ཆེ། སུམ་སྒྲིལ་གྱི་ནང་ལ་ད་རྩ་བ་ནས་བཤད་མེད་པ་ཅིག་ད་ཆ་བཤད་པ་དེ་འདི་འདྲ་ཞིག་རེད་ཆོས་ཅན་བརྗོད་པའི་མིང་རྐྱང་པར་མི་འཇུག་པ་དང། སྡུད་པ་ལ་འཇུག་པའི་ཕྲད་དག་ནི་གཙོ་ཆེ་བ་ཆོས་ཅན་བརྗོད་པའི་མིང་གི་མཐར་དང་དེ་བཞིན་ཕྲད་རྣམ་དབྱེའི་མཐར་འཇུག་པ་དང། དྲ་ཚིགས་རྐྱང་པའི་མཐར་མི་འཇུག་ཀྱང་སྐབས་འགར་ཆོས་བརྗོད་པའི་མཐར་ཡང་འཇུག་པས།

དེས་གསུམ་འདི་རྣམས་ཀྱི་ཡང་སྒྲ་རྣམ་པའི་དོན་ལའང་འཇུག་པར་བཤད་ཅིང། ད་ལྟའི་དཔེ་ཆ་ཁ་ཤས་ཀྱི་ནང་ལ་བྱས་ན་བ་བོ་ར་ནག་དག་ཅེས་དག་བརྒྱབ་ཡོང་རེ་བ་ཡིན་ན་ཨེ་དག་དེ་ལ་སི་ཏུ་བན་ཤན་གྱི་བ་བོ་ར་ནག་དག་དེ་ཡི་གེ་ནོར་བ་ཡིན་པ་དང་བ་བོ་ས་ནག་དག་ཡིན་པའི་སྐོར་དེ་གསལ་པོ་གསུངས་ནས་དག་རྣམ་པའི་དོན་བྲི་བ་བ་བོ་ཡང་ང་ཡང་ཟེར་དེ་དག་ཀྱང་དག་གང་ཉིད་མ་རེད་ཨང།

ཁལ་སང་གཅིག་མཐོང་བ་རེད་དེ་རིང་ཡང་གཅིག་མཐོང་ཟེར་གི་ད་དེའི་སྒང་ལ་ད་ཅིག་བསྐྱར་དུ་གཅིག་མཐོང་སོང་ཟེར་ཡ་ད་ད་ང་རང་ཚོ་གཅིག་བྱ་ལ་ད་མ་སོང་ན་རྣོན་པའི་རྒྱལ་བའི་བཟོ་འདྲི་གཅིག་རེད་བ་ཡང་གཅིག་མཐོང་སོང་ཟེར་ཡ་ཁལ་གཟུགས་པོ་ཡང་ཡང་འཁྲུལ་བ་ཟེར་ཡ་འདྲ་པོ་ཁོང་གི་ནང་དེ་ཡང་ནས་ཡང་དུ་ཕྱིན་པ་ཟེར་ཡ་འདྲ་པོ་ཡང་བསྐྱར་སློབ་སྦྱོང་བྱེད་པ་སོགས་ལྟ་བུ། འོ་དེ་ཡང་དེ་དང་མཐུན་པའི་རྐྱེན་མ་རེད་མ་མཐུན་པའི་རྐྱེན་མ་རེད་འདུས་པའི་སྒྲ་དེ་གསུམ་གང་ཡང་རུང་བ་མིན་པ་དེ་ད་སུས་བལྟས་ན་ཡང་གསར་བུ་མཁྱེན་གྱི་འདུག་བ། ཚིག་གི་འགྲོས་རུ་བལྟས་ན་ནི་ད་འདི་ལ་ཡང་སྒྲ་སྣོན་མི་གཏོང་ན་ཅུག་བ། འདིའི་ཡང་སྒྲ་ནི་གོང་གི་རྒྱན་སྟོད་ལ་འཇུག་པའི་ཡང་སྒྲ་དང་མི་འདྲ་བར། རྗེས་འཇུག་ལ་བསྟུད་མི་དགོས་པ་དང་རེད་བ། དེའང་བྱ་ཚིག་ཅིག་གི་མིང་གི་ཐོག་མར་འཇུག་པ་ཡིན། བྱས་ཙང་དགྲ་འདི་ཇི་ཙམ་སྐྱ་ང་ཡང་སང། རྒྱལ་འདོད་ཀྱི་ཁྲལ་དེ་རྗེས་འཇུག་ལ་བསྟུན་དགོས་པའི་ཁྲལ་རེད་དེ། དེའི་ནང་གསེས་ཡང་དགྲ་རྣམ་པའི་དོན་ལ་འཇུག་པ་དེ། རྗེས་འཇུག་ལ་ཡང་བསྟུན་དགོས་ཡ་གཅིག་རེད། དེ་ནས། འཇུག་ས་དེ་ཡང་དེ་ནས་བྱ་ཚིག་ཅིག་གི་ཐོག་མ་ལ་འཇུག་དགོས་ཡ་རེད། དེ་ན་གཅིག་ཡང་གཅིག་མཐོང་བྱུང་ཟེར་མཐོང་དེ་རེད། ཡང་ཡང་བཀྲུས་བ་ཟེར་བཀྲུས་པའི་ཐོག་ལ།

ཨང་ཡང་ཏི་ཏའི་ད་རིག། རྒྱན་སྟོད་ད་གཅིག་པ་རེ་རྗེས་འཇུག་ལ་ཏུའི་དགོས་པའི་ཕྲད་ནི་ཡིན་ད་ཡིན། རེ་བ་ཏེ་ཏའི་ཏི་ཏའི་གསུམ་རེ་བ། ཕྲད་ཡིན་ལ་ནམ་ཡིན་མ་ཡིན་པ་ལྷག་བཅས་ཀྱི་ཕྲད། ཏའི་ཏའི་ཏའི་བཅས་ཀྱི་སྒྲ་ཡི་སྦྱོར་བ་ནི། ཨོ་ཏའི་ཏའི་གསུམ་ལ་སྒྲ་སྦྱོར་དང་སྟོབས་འབྱོར་གཉིས་ཡོད་པའི་ནང་ནས་ཐོག་མ་རྗེས་འཇུག་ལ་ཏུའི་དགོས་པའི་ཕྲད་ཡིན་ཙང་སྒྲ་ཡི་སྦྱོར་བ་དེ་ཤེས་དགོས་ཀྱི་ཡོད། དེ་ལྟར་སྒྲ་ཡི་སྦྱོར་བ་ནི་རྗེས་འཇུག་ན་ར་ལ་ས་དང། ཡ་ཁྱེད། ད་དྲག་བཅས་ཀྱིས་མཐར། ཨ་ནི། ལྷག་གཅིག་སྦྱར་མ་དགོས་ན་མ་དགོས་པ་རེད་གཅིག་སྦྱར་དགོས་ན་ཡིན་གཅིག་ནི་གཅིག་སྟངས་འགྲིམ་པ་དེ་སྦྱར་དགོས་གི་རེད། ན་ར་ལ་ས་དྲག་དེར་བལྟས། རྗེས་འཇུག་ད་ཡིན་མཐར་དེ་དང། རྗེས་འཇུག་ད་གི་མཐའ་ལ་དེ་རེད། རྗེས་འཇུག་ག་ང་བ་མ་ག་དང། མཐའ་མེད་མཁན་ཟེར་ན་རྗེས་འཇུག་མེད་མཁན་བཅས་ཀྱིས་མཐར་ལ། དེ་ནི་བལྟས་འགྲོ་དགོས་གི་རེད་ས་དག་དག་དང། འབྲི་དགོས་པ་ཡིན་པ་དཔེར་ན། ད་འདི་སྒྲ་བརྗོད་ཀྱི་དཔེར་བསྒྱུར་ཙམ། སྨན་ཏེ། ད་མ་འོ་ན་ད་ནན། མ་འོ་ན་ན་ད་ནན། འདི་ལས་ད་སྒྲ་ཡོད་པའི་སྐད་ཆ་རེད། སྨན་ཏེ། གཡེར་ཏེ། བྱ་ལ་གཡར་པོ་འདྲ་པོ་ཡིན་ན། བཏུལ་ཏེ། བཏིལ་ཏེ། བསྐོར་ཏེ། བསྒྱུར་ཏེ། ད་འདི་སྐད་ཅིག་ཚང་མ་ལ་ད་སྒྲ་ཡོད་པའི། དེ་ནས་ལོག་ལྟས་ཏེ། བཅག་སྟེ། གར་ཡོད་འདི་ཞིག་ན་གར་ཡོད་བཅག་ནས་ཟེར་ཡ་དེ་ལས་བཅག་སྟེ། བཀང་སྟེ། བཏབ་སྟེ། འཁུམ་སྟེ། དགར་སྟེ། བཀྲོལ་སྟེ་སོགས་ལྟ་བུ་དང། ད་དེ་ཡང་ཁྱེད་ཀྱི་སྒྲ་ཡི་སྦྱོར་བ་དེ་རེད། རེ་བ་སྟེ་དེ་དེ་གསུམ། ལྷག་ཆད་དེ། སྒྲ་སྦྱོར་དེ་དེ་འདྲ་ཞིག་རེད། ད་དོན་གྱི་སྦྱོར་ཚུལ་ནི། ད་ག་འདྲ་ཞིག་ཡོད་རེད། གང་ཡང་རུང་བའི་མིང་ཚིག་སྦྱོར་པ་སྔ་མས་བྱེད་སྒྲ་སྦྱར། དེ་བྱེད་སྒྲ་དེ་ཡིན་ན་བྱེད་པ་ལ་སྦྱར་བ་རེད་བྱེད་པ་པོ་ལ་སྦྱར་བ་མ་རེད་ཨང། མིང་ཚིག་སྦྱོར་པ་སྔ་མས་མིང་ཚིག་གཞན་འདྲེན་པར་བྱེད་པས། ད་འོག་གི་མིང་ཚིག་གཞན་ཞིག་འདྲེན་པར་བྱེད་པས་དེ་ནི་ལྷག་བྱས་སི་ལྷག་མ་དང་བྱེད་པ་སི་ད་རྫོགས་ཚིག་གི་ལྡོག་ཕྱོགས་རེ་ཞིག་རེད་རྫོགས་ཚིག་ཡིན་ན་གོང་ངོ་གཏོང་ནོ་ཟེར་དུས། ད་ཚིག་འདྲེན་པར་འདྲེན་རྒྱུ་མེད་པ་དང།

མཚམས་གཅོད་ཐབས་ཅིག་ཟེར་གྱི་ཡོད་རེད། ད་ཡིན་ན་ཡང་འདི་ལ་ནང་སྲིད་གསུམ་དེ་རེད། ནང་སྲིད་ཀྱི་དབྱེ་བ་ཕྱེ་ན་མཚམས་གཅོད་ལབ་ཅིག་ཁོ་རང་ལ་གསུམ་ཡོད་རེད། དང་པོ་དེ་ག་རེ་རེད་ཚིག་ལྔ་བཅུ་གཉིས་ཀ་བྱ་བ་ཡིན་པ་དང། དེ་དེ་དེ་གསུམ་གོ་ཚིག་ལྔ་བཅུ་གཉིས་ཀ་བྱ་བ་ཡིན་པ་དང། དེའང་ཕལ་ཆེར་བྱ་བྱེད་ཐ་དད་པ་དང། ལ་བས་བྱེ་བ་བརྒྱ་བརྒྱས་ཐ་དད་པ་ཡིན་པ་དང། དུས་ཡིན་ན་རིམ་གྱིས་འཇུག་པ་དུས་རིམ་གྱིས་འཇུག་པ་ཟེར་ཡས་དེ་བྱ་བ་གཉིས་ཡིན་གོ་རེ་བ་བྱ་བ་རྣམ་ཤེས་གཉིས་ཡིན་གོ་རེ་བ་འོ་ཡ་སྟེ་དེ་དེ་གསུམ་གོ། རྣམ་ཤེས་གཉིས་ཀ་ལ་ལུགས་བྱ་བ་ཡོད་པ་དེ་བྱ་བ་དང་པོ་དེའི་མཚར་ནི་བྱ་བ་རིམ་པ་དེ་ལ་བརྟེན་ནས་ཨ་ནི་བྱེད་ཡས་དེ་ལ་དུས་རིམ་གྱིས་འཇུག་པ་ཟེར་གི་ཡོད། བྱ་བ་གཉིས་ཀ་མཉམ་དུ་བྱེད་བྱ་བ་གཅིག་མ་རེད་ཡིན་གོ་ཡ་མ་རེ་བ་འཇུག་པ་ཞིག་དང།

མཚམས་སྦྱོར་ལྷག་བཅས་ཟེར་ཡང་དེ་ལས་སྤྱིར་བཏང་བཤད་ན་མཚམས་སྦྱོར་ལྷག་བཅས་ཡིན། དེ་དེ་དེ་གསུམ་གོ་གོང་འོག་གཉིས་ལུགས་བྱ་ཚིག་གཉིས་ཀྱི་བར་ལ་ཡོད་པའི་ལྷག་བཅས་དེ་རེ་བ་དེ་ལ་སྣང་སྲིད་ཀྱི་ཕྱིར་ན་གསུམ་དུ་བྲིས། གསུམ་ལས་དང་པོ་ནི་དང་པོ་ཀ་རེ་རེད་ཟེར་ན་ཚིག་རྔམ་ཆེན་གཉིས་སྐབས་བྱ་བ་ཡིན་པ་ལ་དུས་རིམ་གྱིས་འཇུག་པ། ཕལ་ཆེར་སྐྱབས་བཅས་ཐ་དད་པ་ཡིན་པ་ཞིག། ཤིང་འབྲས་ཀྱི་སོན་དང། ཤིང་འབྲས་ཟེར་ན་དེ་ཡང་སོ་ཧ་གོ་གོ་རེ་བ་ཀུ་ཤུ་ལ་སོགས་པ། ཤིང་འབྲས་ཀྱི་སོན་དང་མེ་ཏོག་གི་སོན། སོན་སོན་ཟེར་ན་ས་བོན་དེ་བསྡུས་པའི་རིང་ས། བ་ན་རོ་བོ་ན་བོན། གི་དེའི་བོན་གྱི་ནགས་ཀྱི་རྗེས་འཇུག་དེ་ཡར་སྐད་རོང་ནི་ས་གི་དེ་ན་ན་ས་ན་རོ་སོ། ཨ་ན་དེ་ནི་རྒྱ་ར་རི་ཨ་ས་བོན་ཟེར་ཡ་དེ། མེ་ཏོག་གི་སོན་སྣ་ཚོགས་པ་ཉོས་ཏེ། དེ་རེད་བྱ་བ་རེད། དེ་ནི་ཉི་འོད་ཉོ་ཡ་དེ་བྱ་བ་རེད་བྱ་བྲལ་ཐ་དད་པ་རེད་བ། ཉོས་ཚར་བའི་རྗེས་ལ། ཨ་ནེ་དབེན་ཞིང་ཉམས་དགའ་བའི་སྐྱེད་མོ་ཚལ་དུ་བཏབ། ཟེར་ཏེ་དེ་རེད། ཉི་འོད། བཏབ། ཉོས་ཟེར་ཡ་དེ་བྱ་བའི་ཚིག་ཡིན་པ་མ་ཟད་བྱ་བྱེད་ཐ་དད་པ་རེད། བཏབ་ཟེར་ཡ་དེའང་བྱ་བྱེད་ཐ་དད་པའི་ཚིག་ཅིག་རེད། དེ་བསྟུན་རིམ་གྱིས་འཇུག་དགོས་གོ་རེད་དང་པོ་ས་བོན་ཉོ་དགོས་གོ་རེད་ཉོས་ཚར་བའི་རྗེས་ལ། དེ་ནི་བྱ་བ་གཉིས་པ་སྟེ་ས་བོན་དེ།

སྡོང་རྒན་གྱི་རྩ་བ་བཀོག་ཅིང་ས་གནས་གཞན་དུ་བསྐྱལ་བ། རིག་པ་སྒྲིམས་ལ་སློབ་སྦྱོང་བྱེད་པ་སོགས་ལྟ་བུའོ། འོན་ཏེ་ད་འདིའི་ཚིག་རྔམ་བྱེད་གཉིས་ཀ་འདི་ནི་རིག་པ་སྒྲིམས་ལ་ཟེར་ཡོང་སྟེ་བལྟས་བལྟས་བལྟས་སུ་འགོས། ཚབ་ལ་དེ་ནི།

སྣ་འདི་གང་དུ་ཡོད། གང་སར་གསལ་བྱེད་ཅིང། ད་སྨད་འདི་ག་བ་ཡོག་རེད་ལོང་པ་ག་བ་ཡོག་རེད། ག་ས་ག་ལ་གསལ་བྱེད་ནི། བྱེད་གསལ་བྱེད་ཟེར་ཡ་དེ་བྱ་བྱེད་ཐ་དད་པ་རེད། དེ་ནི་གསལ་བྱེད་ཅིང་ཆོད་པ་ཟེར་ད་གསལ་བྱེད་པ་རེད་བྱེད་ཅིང་ཆོད་པ། དེ་བྱ་བྱེད་ཐ་དོ་མ་ཐ་དད་པ་ད་ནི་གཉིས་པ་ཐ་མི་དད་པ་སོགས་ལྟ་བུ་དང། དེ་ཡང་ཐམས་ཅད་ཟབ་ཅིག་གི་ནང་གསེས་གཉིས་པ་དེ་དེ་རེད་ད་གསུམ་པ་དེ་སྔ་ཕྱི་གཉིས་ཀར་བྱ་བ་ཡིན་པ་ལ་དུས་གཅིག་ཆར་དུ་འཇུག་པའི་སྐོར་དེ་བཀའ་འདྲི་ཞིག་རེད་ཟེར་ན་ཁོང་གིས་རིག་པར་བསྒྲིམས་ཏེ་སྙན་ངག་གི་དཔེ་བརྗོད་འབྲི་ཡི་འདུག་ཟེར། དེས་ན་དེ་འདྲ་ཞིག་བྱས་ན་ཁོས་རིག་པ་བསྒྲིམས་ནས་སྙན་ངག་གི་དཔེ་བརྗོད་བྲིས་ཡི་འདུག་ཟེར་ཏེ། ད་སྙན་ངག་གི་དཔེ་བརྗོད་བྲིས་ཡ་དང་ཁོས་རིག་པ་བསྒྲིམས་ཡ་དེ་གཉིས་ཀ་དུས་ཚོད་བགོས་ཏེ་ནས་གོ་རིམ་འགྲིག་གཟིགས་བྱས་ནས་དང་པོ་རིག་པ་དེ་ཡག་པོ་ཅིག་བསྒྲིམས། དེ་ནི་སྙན་ངག་གི་དཔེར་བརྗོད་བྲིས་པ་མ་རེད་ཁོ་དཔེ་འབྲི་བཞིན་པའི་སྐབས་ལ་སྲབ་སྲབ་བྲིས་ནས་འབྲི་གི་ཡོད་རེད་དེ་བ། སྙན་ངག་གི་དཔེར་བརྗོད་འབྲི་ཡ་དང་རིག་པ་འབྲི་མ་ཡ་གཉིས་ཀ་གི་བྱ་བ་དེ་དུས་གཅིག་ཕྱིར་དུ་འཇུག་པ་རེད། དགའ་སྤྲོ་དང་བཅས་ཏེ་གླུ་དབྱངས་ལེན་པ། དེ་ལྟར་རེད་སེམས་ཀྱི་ནང་ལ་དགའ་སྤྲོ་དང་བཅས་ཏེ་ཟེར་དུས་ཐོག་མ་དགའ་བ་དང་སྤྲོ་བ་སྐྱེས་དེ་ནས་དུས་ཚོད་གང་འཚམ་ཕྱིན་ནས་གླུ་དབྱངས་བླངས་པ་མ་རེད་ཁོ་གླུ་དབྱངས་ལེན་པའི་སྐབས་ལ་དགའ་སྤྲོ་སྐྱེས་གི་ཡོད་རེད་དགའ་སྤྲོ་སྐྱེས་བ་དང་གླུ་དབྱངས་ལེན་པ་དུས་མཉམ་པ་རེད། ལག་གཉིས་བཏེགས་ཏེ་མགྱོགས་པོར་རྒྱུག་པ། ད་ལག་པ་གཉིས་གནམ་ལ་ཡར་བཀྱགས་ནས། མགྱོགས་པོར་རྒྱུག་འགྲོ་དགོས་ཡོད། དེ་འདྲ་བྱས་ཏེ་བཏེགས། ཟེར་ཏེ་དང་པོ་བཏེགས་ནས་དྲ་ཆེན་བཅིངས་ནས་མགྱོགས་པོར་རྒྱུག་པ་མ་རེད། ལེགས་པར་བཏེགས་ནས་དེ་ནི་བཏེགས་ཀྱི་བཏེགས་ཀྱི་རྒྱུག་གི་རྒྱུག་གི་བྱེད་ཀྱི་ཡོད་པ་དེ་འདྲ་ཞིག་རེད། མཐར་མོ་བཏབ་སྟེ་སྐུ་མགྲོན་ལ་དགའ་བསུ་ཞུས་པ། ཆུ་ལོག་གོ་གནོད་རྐྱེན་རྦད་དེ་འགོག་བཞིན་མཆིས། ཡིད་སྐྱོ་ནས་མིག་ཆུ་གཏོང་བ། དོན་ལ་ཚིག་དོན་རེ་རེ་བཞིན་ལ་རྣ་བ་དཔེ་ཅིག་ཉན་པ་སོགས་ལྟ་བུ་ཡིན། འོ་ད་འདིའི་གྲས་ཚང་མ་ལོག་ལས་ནི་ཚིག་ངམ་ཤེས་གཉིས་ཀར་བྱ་བ་ཡིན་པ་ལ་ད་དུས་རིམ་གྱིས་འཇུག་པ་མིན་པར་དུས་གཅིག་ཕྱིར་དུ་འཇུག་པ། བཤད་མ་ཐག་པའི་མཚམས་སྦྱོར་ལྷག་བཅས་ལ། ནས་དང་ལ་འཇུག་པ་ནི་ཕྲད་རང་དབང་ཅན་དང། ད་ནས་དང་ལ་གཉིས་འཇུག་ཡོང་དུས།

དང་པོ། ཚིག་སྔ་ཕྱི་གཉིས་ཀར་བྱ་བ་ཡིན་པ་ལ་དུས་རིམ་གྱིས་འཇིག་པ། ཚིག་སྔ་མ་བྱེད་པ་ཡིན་པ་ལ་ཕྱི་མ་བྱ་བ་ཡིན་པ་དུས་རིམ་གྱིས་འཇིག་པ། ཚིག་སྔ་ཕྱི་གཉིས་ཀར་བྱ་བ་ཡིན་པ་ལ་དུས་གཅིག་ཕྱིར་དུ་འཇུག་པ། ངོ་གཏུགས་སུ་བཤད་ན་འགྲིག་གི་རེད་ད་ལྟ་རིང་འདིའི་ནང་ལ་ཁོ་རང་གི་འགྲེལ་བཤད་ཡིན་པ་སོང་ཙང་ད་ཕྲན་བུ་གསལ་པོ་བྱས་ནས་བཤད་ཡག་རེད་ཨ། དང་འཇུག་ཚུལ་གཉིས་པ་དེ་རེད། འཇུག་ཚུལ་གཉིས་པ་དེ་ག་རེ་རེད་ཟེར་ན། དམ་བཅའ་ལྷག་བཅས། འཇུག་ཚུལ་གཉིས་པ་དམ་བཅའ་ལྷག་བཅས་ནི། ཚིག་སྔ་མ་ཡོད་མེད་ཡིན་མིན་སོགས་དམ་བཅས་ཏེ། རྟགས་དེ་ནི་ཏེ་ཏེ་ཏེ་གསུམ་གོ་ཚིག་སྔ་མ་དེ་ཡང་ན་ཡོད་ཟེར་ཡང་ན་མེད་ཡང་ན་ཡིན་ཡིན་ན་མིན་ལ་སོགས་པའི་གང་ལྟར་ཁས་ལེན་ཞིག་བྱས་པས་ཁས་ལེན་དམ་བཅའ་དམ་བཅས་ཏེ། དེ་ནི་ད་དེའི་འོག་ལ་ཨ་ནི་རྒྱུ་མཚན་རྣམས་སྒྲིབ་བྱེད་དང་འབྲེལ་ཡང་ཞིག། བྱེད་ས་དེ་ལ་དམ་བཅའ་ལྷག་བཅས་ཟེར།

ད་ཆུ་ཞིག་ལ་ཆ་བཞག་ཆུ་སྡུག་པོ་ཞིག་ལ་ཆ་བཞག་རེད་བ། ཆུ་ཡག་པོ་མ་ཡིན་པ་ཞིག་ལ་དཔེ་བཞག་ན་ཆུ་འདི་ཡན་ལག་རྒྱན་ལྡན་གྱི་ཆུ་མིན་ཏེ། ད་མིན་པ་དེ་ཁས་བླངས་པ་རེད་མིན་པ་དེ་དམ་བཅས་པ་རེད་བ། ད་མིན་པའི་རྒྱུ་མཚན་ཞིག་འོག་ལ་བཤད་དགོས་གོ་རེད་བ་གཏན་ཚིགས་ཤིག། བྱེད་སྟངས་དེ་ལ་གཏན་ཚིགས་འདྲེན་པའི་ལམ་ཞིག་བྱ་རེད། ཆུ་མིན་ཏེ། རྒྱུ་མཚན་ཅིའི་ཕྱིར་ཞེ་ན་ཟེར་ན་དྲི་བ་བ་ཚྭའི་དྲོ་བ་དང་ལྡན་པའི་ཕྱིར། ད་བ་ཚྭ་རུ་དྲོ་བ་དང་ལྡན་པའི་ཆུ་ཡིན་ན། དེ་ནི་ཡན་ལག་བརྒྱད་ལྡན་གྱི་ཆུ་མ་ཡིན་པ་དེ་གཏན་འཁེལ་རེད། དྲི་བ་དེ་འདྲ་ཡིན་ཚ་དེ་གཏན་ཚིགས་དགོས་པ་རེད་ལ་གཏན་ཚིགས་ཡང་གཏན་ཚིགས་ལྟར་སྣང་བ་མ་རེད་གཏན་ཚིགས་ཡང་དག་པ་རང་རེད། ཕྱིར། དཔེར་ན་ཕྱོགས་སྟེར་གྱི་ཆུ་བཞིན་ནོ། བྱས་ཙང་དག་ཚིག་བྲོ་བ་དང་ལྡན་པའི་ཕྱིར་ན་དཔེ་བཞག་ན་ནི་ཆུ་གཏེར་གྱི་ཆུ་ཟེར་དུས་ཆུ་གཏེར་ཟེར་ཡང་དེ་རྒྱབ།